སྲིད་དང་ཁོང་གིས་ཆབ་བཟང་བཤད་བཞིན་པ་རེད་ཁོང་སུ་ཡིན་པ་དྲན་གྱི་འདུག་བས་ཁོང་ནི་གཡོག་པོ་ཞིག་མ་རེད་ཁོང་ནི་སྐབས་དེའི་བོད་ཀྱི་མཁས་པ་ཆེ་ཤོས་ས་སྐྱ་དཔལ་འབྲི་དག་རེད། ས་སྐྱ་དཔལ་འབྲི་དག་ཀུན་དགའ་རྒྱལ་མཚན་གྱིས་ཕྱི་རོལ་མུ་ཏིག་བ་དག་རྩོད་པ་བྱས་རྗེས་རྒྱལ་ཁ་ཐོབ་པ་དང་གཡུ་ལུང་ཕྱོགས་མཐའ་ཀུན་ལ་བོད་ཀྱི་དཔལ་འབྲི་དག་ཆེན་པོ་ཞེས་པའི་མཚན་སྙན་གྲགས་དྲུག་ལྟར་གྲགས་ཁོང་ས་སྐྱ་ར་ཕྱིར་ཕེབས་དུས་མི་སྟོང་ཕྲག་མང་པོས་ཕེབས་བསུ་ཞུ་ཡ་དང་མེ་ཏོག་དོར་བ་བསྟོད་བསྔགས་ཀྱི་མཆོད་པ་ཕུལ་བཞིན་ཡོད་ཁོང་ནི་ཆེས་འགྲན་ཟླ་བྲལ་བའི་རླབས་ཆེན་གྱི་གུས་བཀུར་གྱི་དབུས་སུ་བཞུགས་ཡོད། ཡེ་ནས་ཉིན་མོའི་མཛད་སྒོ་གྲོལ་རྗེས་མི་ཚོགས་རྣམས་རང་གནས་སུ་ལོག་ས་བན་གྱིས་རང་གི་པན་ཏི་ཏའི་ཞྭ་མོ་པིག་རལ་གོས་ཐེབས་ཆག་ཅིག་གྱོན་རྗེས་ཨ་ཁུ་རྗེ་བཙུན་གྲགས་པ་རྒྱལ་མཚན་གྱི་གཟིམ་ཆུང་ལ་ཕེབས། སྐབས་དེར་རྗེ་བཙུན་གྲགས་པ་རྒྱལ་མཚན་ནི་སྐུ་ན་བགྲེས་པོ་སོང་ཙང་སྐུ་ཁམས་ཅུང་ཟད་མི་བདེ་བར་བཞུགས་ཡོད་སྐད་འབྲུག་ཡོངས་ཀྱིས་གུས་བཀུར་ཞུ་སའི་ས་སྐྱ་པན་ཏི་ཏས་ཨ་ཁུའི་ཞབས་བསིལ་བ་དང་གསོལ་ཇ་བཟོ་ཡ་ཐ་ན་ཨ་ཁུའི་ཆ་བཟང་ཤེས་ཡ་ལགས་བཟོ་པའི་གཡོག་པོ་དཀྱུས་མ་ཞིག་གིས་བྱེད་ཡའི་ལས་ཀ་རྣམས། དད་པ་དང་སྤྲོ་བ་ཆེན་པོའི་ངང་ནས་གནང། དེ་ནས་ཞབས་ཕྱི་ཞིག་གིས་མཐོང་རྗེས་ཧ་ལས་པའི་ངང། རིན་པོ་ཆེ་ལགས་ཁྱེད་ནི་མཁས་པའི་དབང་པོ་རེད་དེ་ཚོ་ང་ཚོའི་ཞབས་ཕྱི་ཚོའི་ལས་རེད་དེ་འདྲ་གནང་ན་ཁྱེད་ཀྱི་མཚན་སྙན་ལ་གནོད་ཀྱི་མ་རེད་པས། ས་པན་གྱིས་ཨ་ཁུའི་ཞབས་ལ་དབུ་ཐོད་གཏུགས་རྗེས་འཛུམ་མདངས་དང་བཅས་པའི་སྒོ་ནས་ལན་འདི་གསུངས། ང་ཡང་མཁས་པའི་མིང་དང་གཙོས་པའི་རྒྱལ་ཁབ་མི་མང་གི་གུས་བཀུར་གང་ཐོབ་པ་དེ་ཚོ་ཚང་མ་ངའི་ཨ་ཁུ་ཁོང་གི་བཀའ་དྲིན་ནས་བྱུང་བ་རེད་ཁོང་མེད་པ་ཡིན་ན་ང་མི་ཕལ་པ་ཅི་རིགས་བྱས་ཙང་ཁོང་ལ་ཞབས་ཕྱི་ཞུ་ཡ་ནི་ངའི་མི་ཚེའི་ནང་གི་ཆེ་མཐོང་མཐོ་ཤོས་དང་གཟི་བརྗིད་ཆེ་ཤོས་དེ་ཡིན། ཞེས་གསུངས།
མི་མང་པོ་ཅིག་གིས་རང་ཉིད་ལ་རྒྱལ་སྒོ་ཐོབ་དུས་དེ་ནི་རང་ཉིད་ཁོ་ནའི་ནུས་པ་ཡིན་པར་བསམ་ཆེད་རང་ལ་ལམ་སྟོན་བྱེད་མཁན་གྱི་དགེ་རྒན་དང་གསོ་སྐྱོང་བྱེད་མཁན་གྱི་ཕ་མ། རོགས་པ་བྱེད་མཁན་རྣམས་བརྗེད་རྗེས་ཁོང་ཚོ་ནི་མི་དཀྱུས་མ་ཞིག་དང་རང་ཉིད་ནི་ཁོང་ཚོ་ལས་ལྷག་པའི་རྣམ་འགྱུར་བསྟན་གྱི་ཡོད། ས་པན་གྱིས་ང་མི་ཕལ་པ་ཅིག་རེད་ཁོང་མེད་ན་ང་གང་ཡང་མ་རེད་ཞེས་གསུངས་པ་དེས་རང་ཉིད་སུ་ཞིག་ཡིན་རུང་དེ་ནི་གཞན་གྱི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཡིན་པ་དུས་ནམ་ཡང་བརྗེད་མི་རུང་བ་དང། དགེ་རྒན་གྱི་ཞབས་བཀྲུས་པ་དེ་ནི་ཁོང་གི་མཚན་སྙན་མང་ཆགས་རྒྱུའི་ཚབ་ལ།